ད་ཁ་ཚུགས་ཁ་ཚུགས་ཤུས་པ་ན་ཤི་རུ་བ། ཕི་ཤི་ད། དང་པོ་རྩ་དབྱིག་གི། གདངས་ཚུལ་གྱི། ཨ་ནི་ཡུལ་དུ་བྱས་པའི་གང་ཟག་རང་གི་ཐོས་པའི་རྫས་དྲུག་ཟེར་ཡ་དེ་དག་གང་བྲིས་ཅི་ཡིན་མིན་དེ་ཕི་ཤི་ཕི་ཤི། བློར་བལྟས་སུ་ཆ་ཆོས་ཡོད་ངེས་འདྲ་བ་ཞིག་ད། ཆ་ཡོད་རྒྱུར་སོང་བས་ཁ་ཚུགས་ཐིག། ངང་ཚུལ་འདྲ་ཞིག་ཡ་དེ་བ་ཐིག་གི་རུ་བ། ད་འདི་གི་གལ་ཆེ་ཤོས་ནང་གི་ཆེ་ཤོས་དེ་གར་ཆགས་ཡོད་རེད་ཟེར་ན། ད་གང་ཟག་རང་ཉིད་ལ་དམིགས་ནས་ནི་རང་རྒྱལ་ཐུབ་པའི་མཛེས་སྒྲུག་གི་གདངས་འཛིན་གྱི་རྩལ་ནི་གཙོ་བོ་གང་ཇི་སྲིད་འཛིན་གྱི་ཡོད་རེད་ཟེར་ན། སོ་སོ་ད་གང་ཟག་རང་ཉིད་ང་ང་ཟེར་ཡས་ཀྱི་ང་དེ་ཕུན་བོད་ལ་བསྟུན་མེད་ཀྱི་བདག་དེ་རེད། རང་རྒྱལ་ཐུབ་པའི་མཛེས་སྒྲུག་གི་བདག་ཟེར་དུས། ཕུན་བོ་ལ་མ་བསྟུན་པའི་ད་ཕུན་བོ་ལ་བསྟུན་པ་མེད་པ།

ད་ལྟའི་བདག་དེ་ང་རོ་སོ་བེད་དུ་ཚེ་རགས་དཔག་ཏུ་མེད་པ་ནི། བདག་འཛི་ལ་གོམས་པའི་སྟབས་ཀྱིས། ད་འདི་གནས་སྐབས་དེ་ལ་བློ་ཁ་ནང་དུ་ཞུགས་ནས་བསོད་ནམས་བཏང་འོང་འདི་སྐབས་ལ་ཡོད་པའི་སྣང་བ་འཁོར་བ་མ་གཏོགས། ནི་དོན་ལ་དེ་འདྲའི་བདག་དེ་ཡོད་རེད་བས་ཟེར་ན་ཡོད་མ་རེད། ཡོད་མ་རེད་གསུང་དགོས་རེད། ད། གལ་སྲིད། དོན་གྱི་བདག་དེ་བཀང་བྱ་བ་ཡིན་ན། བཀང་བའི་ཤུལ་དེ་ལ་ནི་ལས་འབྲས་ཀྱི་དེ་ཞེས་བགྱི་བའི་བདག་དེ་ཁེགས་ཀྱི་རེད་བས་ཟེར་ན་རྩ་བ་ཉིད་ནས་ཁེགས་ཀྱི་མ་རེད། རེད་དེ་ཡིན་ན་ཡང་ང་རང་སོགས་འཇིག་རྟེན་ཕལ་པ་རྣམས་ཀྱིས་ནི་ང་ཚོ་སོ་སྲིད་ཀྱི་ད་ཉེ་རེག་འཚོ་བའི་ནང་ལ་ད་སོ་སོ་རང་ལ་ཚུལ་བསོག་ནོངས་བཏང་པ་ཡིན་ན་ཁ་ནང་དུ་ཤོག་ནི་ནི་བྱ་བ་བྱེད་མཁན་གྱི་བདག་དེ་ལ་ཚུལ་བསོག་ནོངས་བཏང་པ་ཡིན་ན་ནི་ད་འདི་གནས་སྐབས་དེ་ལ་སྤྱི་བཏང།

འདུལ་ལོ་དེ་དཀར་པོ་ཡིན་པར་བྱེད། ཚུལ་འདྲ་བ་ཅིག་གིས་མ་བསུ་ན་ཚུལ་ཤིང་འདྲ་བ་ཅིག་དམར་པོ་བར་ཁ་རྒྱུད་ཚ་མཁན་ཅིག་ཡིན་ན། མི་དེ་གི་ལག་པ་ནང་ལོ་དང་པོ་རག་འདི་ནི། མི་དེ་གི་ལག་པ་ནང་དང་པོ་རག་འདི་ནི། ཨ་ནི་ཁོ་འདུལ་ལོ་དོན་ལ་དཀར་པོ་ཡིས་དེ་ངན་མཚོན་གྱིས་ཁ་རྒྱུད་ཡོད་ངེས་ཏེ་ཁོ་རང་གིས་མི་དེ་གི་ལག་པ་ནང་རག་བསུ་ན། དེ་ནི་མི་དེ་གིས་འདུལ་ལོ་དེ་དམར་པོ་ཡིས་ཤག་བྱས་པ་མ་གཏོགས། ཨ་ནི་དེའི་རང་གཤིས་དེ་ཁོ་རང་དམར་པོ་ཡིས་ཤག་བྱས་པ་མ་གཏོགས་རང་གཤིས། དེ་དཀར་པོ་ཡིན་པའི་སྣང་བ་དེ་ཁྱོད་ནི་ཁོག་ཐོག་གི་མ་རེད། ད་ཉི་མ་གཅིག་ལ་བི་གའི་ར་བ་འཚུད་མ་ད་ཡག་གི་དེ་ནི་བའི་ཆུ་འདྲ་བ་ཅིག་ན་མ་བཅུག་ནས་གཙང་མ་བཀྲི་བཞག་ན། ནི་འཚུད་དམར་པོ་དེ་ཕ་བཏགས་ནས་ནོར་ལུག་རང་བཞིན་དཀར་པོ་འདྲ་བ་ཅིག་ལྷག་རྒྱུ་ཡོད་པ་དེ་ག་དུས་ཧ་གོ་ཐོག་གི་རེད་ཟེར་ན། ཚུད་དེ་མ་གཙང་མ་བྱས་ནས་བཏགས་ཚར་ཏེ། ནི་གཞི་ནི། ཨོ། དེ་རྣོན་པོའི་རང་བཞིན་དེ་དཀར་པོ་ཡིན་ཟེར་ལྷ་ཡག་དཀར་པོ་ཞིག་འདུག་སོ་སོ་འདྲ་བ་ཅིག་སྣང་བ་འཁོར་བ་མ་གཏོགས། དང་པོ་ཁོ་རང་ལག་པ་ན་ར་དེ་ནི། རྣོན་པོ་དེ་དཀར་པོ་དམར་པོ་ཁ་རྒྱུས་ཚ་མཆུ་དེ་རགས་པ་ཡི་ཙམ་ནི་པད་པད་ཁོ་རང་དམར་པོ་རང་རོ་བཞི་ཁོ་རང་དམར་པོ་ཡི་ཤ་བྱེད་པ་མ་གཏོགས་ཚུལ་གྱིས་ཁ་རྒྱུས་ནི་དམར་པོ་ཆགས་པ་མ་འདུག་ཁོ་རང་བཞི། དཀར་པོ་ཡིན་པའི་སྣང་བ་དེ་ཁོ་ཐུག་མ་རེད་དེ་ན་ཤི་ང་རོ་སུ་ཚེ་རགས་ཐུག་མ་མེད་པ་ནི་བདག་ལ་རང་ཅག་ཐོས་པའི་རྫས་དྲུག་གི་བདག་དེ་ལ་གོམས་པ་ཡོད་དེ་ཙམ་ནི་ཨ་ནི་རང་ཅག་ཐོས་པའི་རྫས་དྲུག་གི་བདག་འདི་རེད

དོན་གཅིག་གིས་དེ་ནི་ལྟ་ཅི་རུང་མོ་ཅན་གྱི་གདངས་ཚུལ་དེ། ནི་གདངས་ཚུལ་ངོ་མ་རེ་བས་མ་རེ་བས་ཟིན་གདངས་ཚུལ་ཐ་སྙད་འདྲ་བ་ཅིག་མ་གསུངས་ན་གཞུ་ལུགས་ཆེན་མོ་རྣམས་ལ་འདི་སྐད་ཅེས་བཤད་འོ་དེ་འདི་དང་འབྲེལ་བ་ཡོད་པའི་ཐ་སྙད་འདྲ་བ་ཅིག་མ་གསུངས་ན་གྲགས་ཆེ་ཤོས་ཀྱི་ཐ་སྙད་གཉིས་ཡོད་རེད། གཅིག་དེ། ལྟ་ཅི་རུང་གཅིག་གི་བདག་ཏུ་གྲུབ་པ་ཟེར་དེ་རེད། གཞན་པ་གཅིག་དེ་ཕུན་ཕུང་དུ་མཚན་ཉིད་མི་མཐུན་པའི་བདག་ཏུ་གྲུབ་པ་ཟེར་དེ་རེད། འོ་དེ་དོགས་ཅི་ཞུས་ན། ད།

རྫོང་རྫོང་ལ་ག་རེ་ཡོང་གི་རེད་ཟེར་ན། དཔེར་ན་གང་ཟག་ལྟ་བུ་ཞིག་ལ་བསམ་བློ་བཏང་ན་གང་ཟག་དེས། གང་ཟག་ཁོ་རང་ལྟ་ཅི་རང་ཅན་དུ་འཛིན་པ་ཟེར་གྱི་ཡོང་གི་རེད། རྫོང་རྫོང་ལ་ཐ་སྙད་བེད་སྤྱད་བཏང་དུས་ག་ལ་གང་ཟག་དེས་ལྟ་ཅི་རང་ཅན་གྱི་བདག་འཛིན་ཟེར། བཏང་ཅི་རང་ཅན་གྱི་བདག་འཛིན་ཟེར་ནས་ཐ་སྙད་དེ་གཉིས་ཡོང་བ་རེད། ད་ཐ་སྙད་གཉིས་ཀྱི་ནང་ནས་ཐ་སྙད་རྗེས་མ་དེ་ཧ་ཅང་གི་རྒྱ་ཆེན་པོ་རེད་གྲགས་ཆེ་བ་རེད།

བདག་གིས་ཞུས་པ་ན་ཞིག་ཕྱི་རོལ་པ་རྟོག་གེའི་དེ་སྔ་དུ་རྩ་བའི་སྡེ་དྲུག་ལ་ཡོད་པ་མ་གཏོགས། ནང་པ་ནི་བྱེ་བྲག་སྨྲ་བ་ནི་མཁས་འཇུག་ཡུལ་དཔག་གི་གང་ཟག་ཅིག་ལ་ཡོད་མ་རེད། ཁོ་ཀུན་བརྟགས་ཡོད་མ་རེད། ཀུན་བརྟགས་མ་གཏོགས་ལྷན་ཅིག་མེད་དེ་ཀ་ལོ་ཀུན་བརྟགས་ཡིན་ན་ནི་རིན་ཐིག་ཁེ་ལས་ཀྱི་ཐུགས་ནས་འཛུགས་དགོས་དེ་ཀ་ལོ་ཁོང་ཚོ་ཁེ་ལས་བྱེད་ཀྱི་མ་རེད་རུ་སྡེར་དུ་གས་དེ་གས་ལྷན་ཅིག་ནི་ཡོད་མ་རེད་བ། འོ་དེ་དེ་དང་པོ་ཐུགས་བཞག་དགོས་པ་ཅི་རེད། ད་འོ་ན་དེ་ལྟ་བུའི་འཛིན་པ་དེ་ཉིད་སྙིང་པོ་དེ་དེ་ལྟ་བུའི་འཛིན་པ་དེ་ཉིད་སྙིང་པོ་དེ།

གང་ཟག་གི་གདངས་ཚོད་རེད་པས། ཡང་མིན་ན་གང་ཟག་གི་གདངས་ཚོད་ཀུན་བཏགས་རེད་པས་སྲིད་དེ། ད་ལྟའི་བྲོ་བ་དེ་དཔེ་མི་སྲིད་པ་གི་བྲོ་བ་ནི་གནད་འགག་ཆེན་པོ་དང་ཆགས་འདུག་རེད། བྲོ་བ་གནད་འགག་ཆེན་པོ་ཆགས་འདུག་དེ་བྲོ་བ་ལས། ད་འདི་ཧ། འདི་ང་ཚོ་ཤེས་དགོས་ཡ་ག་རེད་ཟེར་ན། ག་ཚོད་ང་ཚོ་ཤེས་བསྡད་པའི། ཕུན་པོ་ལ་བསྟུན་མིན་གྱི་དེ་ནི་རུང་བའི་གདངས་ཚོད་དེ་ལ་ཀུན་བཏགས་འདུག་བ། དེ་ཀུན་བཏགས་ཡོད་རེད་ད། དེ་སྐུ་འདག་ཡོད་རེད་དེ་ལོ། བདག་འཛིན་ངོ་མ་ཡོད་རེད་བདག་འཛིན་ངོ་མ་ཡིད་དེ་ངེས་དེ་ལོ་སྐུ་འདག་དེ་ལྷུན་གྱིས་གཉིས་ཀ་ཡོད་རེད། ཨ་ནི་སྐུ་འདག་དེ་ཤུ་རོལ་པའི་རྗེས་ལ་ཡོད་རེད་ནང་པའི་རྗེས་ལ་ཡོད་རེད་ནང་པ་སུའི་རྗེས་ལ་ཡོད་རེད་ཟེར་ན་ད་ཁ་ཟུར་ལ་ཟེར། ཕུན་པོ་ལ་ལྟོས་མེད་ཀྱི་རུང་བའི་བདག་ཏུ་གྲུབ་པ་ཁས་ལེན་ངེས་འདི། ཨ་ནི་སུའི་རྗེས་ལ་ཡོད་རེད་བས་ཟེར་ན་ང་ཚོ་རང་སྡེའི་བྱེ་བྲག་མང་བ་འདོད་པ་སྔགས་རྗེས་ལ་ཡོད་རེད་ཟེར་ནས་ཁ་ཟུར་ལ་ཟེར་བ་དེ་སྐུ་འདག་ཆགས་དེ་ཡོད་རེད། ཤུ་རོལ་པའི་རྗེས་ལ་དང་ཤུ་རོལ་པ་ཚང་མའི་རྗེས་ལ། ཕུན་པོ་ལ་ལྟོས་མེད་ཀྱི་རུང་བའི་བདག་འཛིན་དེ་ཡོད་རེད་དེ་འདྲ་ཡིན་ཙང་ངའི་ཁ་ཟུར་ལ་ཡོད་དེ་རྗེས་འགྲོ་རེད་ད། ཁ་ཚང་ང་ཚོ་ཤེས་བདེ་བའི་གང་ཟག་གི་བདག་འཛིན་ངོ་མ།

དེ་སྲིད་དེ་ག་ལ་དང་ང་རོ་སོ་རྒྱ་གཞུང་ནོ་རོ་ད། ད་པེ་ན་ཨོ་མི་གི་དེ་ནི་པེ། དང་ཁི་པི་ཞུ་ལུས་ད་སོ་ནོ་ལ་ག་རེ་ཡོད་སེ་ན། ད་ཆི་རུང་ཅན་ད་ད་ཆི་རུང་ཅན་གི་དང་ཛི་སི་ཡ་གི་ཐ་ནི་དེ་པེ་མི་སྲིད་པ་མང་པོ་ཡོད་རེ་ད་དེ། མང་པོ་ཡོད་རེ། རེ་དེ་ཡིན་ན་ཡང་ད་དེ་ན་ནི་ག་རེ་ཡོད་རེ་སེ་ན་པེ་ན།

རྟག་པ་ཡོད་རེད་སྤྱི་བོ་ཡོད་རེད་རང་དབང་སྲིད་ཡག་གི་གསུངས་ཡོད་པའི་ནང་ནས་རྟག་པར་དུ་སྤྱི་བོ་གཉིས་མ་གཏོགས་ད་རང་དབང་སྲིད་ཡག་གི་དེའི་དོན་དག་དེ་རྒྱ་གཞུང་རྣམས་ལ་ད་ག་ཟེ་ཁ་གསལ་བོ་གཅིག་ད་ལྟ་བར་དུ་འཇལ་ཐུབ་ཀ་མ་རེད། ད་དེ་བེད་ཤེས་མེད་པའི་དབང་གིས་དེ་ནི་བོད་བོད་བོད་མཁས་པའི་གི་ལས་བྱེད་རྣམས་ལ་ད་དེའི་འགྲེལ་བཤད་དེ་ལ་མི་འདྲ་བ་གཉིས་བྱུང་བ་རེད། གཅིག་གིས་ག་རེ་གསུངས་གོ་རེད་ཟེར་ན་ད་སྤྱིའི་རང་དབང་སྲིད་ཡག་དེ་རང་དེ་ཁ་ཚུགས་ངང་དུ་བཤད་དེ་རང་དབང་དེ་རེད།

རྟག་པང་དུ་སྤྱི་བོ་དང་རོང་བོ་སྲིན་པོ་སྟེ། བདག་གི་ཁྱེད་ཕྱི། བདག་གི་བདེ་འཇིགས་བྱ་ལ་བྱིན་པ། དེ་ལྟ་ཕྱི་རོང་གཅིག་གི་བདག་སྲིད་བདག་དེ། ཁོ་རོང་བའི་བདག་དེར་བ། རོང་བའི་བདག་དེ་ལ་གར་ཁོ་ལ་གར་དེ་འགལ་ཟེར་ན་རྟག་པང་སྤྱི་བོ་རོང་བ་དེའི་སྲིད་དུ་སྤྱན་ཞེས་པ་དེ་དེའི་ནང་ལ་སྤྱན་ཟེར་བ་དེ་བདེན་ཚིག་ར་བདེན་ཚིག་ལ་བ་དང་ལྡན་པ་མགོ་དང་ལྡན་པ་སྲིད་བདེན་དེར་བ་སྤྱན་ཟེར་བ་དེ། དེ་དེའི་ཚེ་རྟག་ཅིག་རོང་བོ་ཅན་གྱིས་གདངས། དེ་ཚིག་དེ་རྒྱ་གཞུང་ནས་ཡོང་བ་རེད་ད། རྟག་ཅིག་རོང་བོ་ཅན་གྱིས་གདངས་ཟེར་ནས་གསུངས་གི་འདུག་ཚིག་ཁོ་རང་རྒྱ་གཞུང་ལ་མཐུན་ཏེ་རྟག་ཅིག་རོང་བོ་ཅན་གྱིས་གདངས་ཟེར་ནས་གསུངས་དེ་ག་ལ། རྟག་པར་དུ་སྤྱི་བོ་དང་རོང་བོ་སྲིན་པོ་དེ་གདངས་དེ་གི། རོང་བོ་ཡི་གདངས་དེ་ལ་ཕབ་བདེན་གྱི་རྗེས་ཀྱི་བདེ་རྗེས་ཀྱི་ཁྱད་ཆོས་ཤིག་ཡིན་པ་དེ་ཚིག་ཁོ་རང་ལ་མཐུན་གི་འདུག། གལ་སྲིད་དེས་རྟག་ཅིག་རོང་བོ་ཅན་ཟེར་དེ་རོང་བོ་དེ། རོང་བོ་དེས་ནི། གར་སོང་རེད་ང་ཚོ་ཕུན་པོ་ལ་བསྟུན་མི་གི་རང་ཆོས་ཐེ་བི་རྗེ་ཕྲུག་གི་བདག་ཡིན་གོ་རྒྱུ་ཅི་ཡ་ཡོག་མ་རེད་དེ་ནི་ཁོ་ཁོ་བདག་དེ་ཡོང་རོ་ཆ་ཐེ་བི་རྗེ་ཕྲུག་གི་བདག་ཁོ་ལ་བདེན་རྒྱུ་དེ་ཡོང་རོ་ཆ་ཐེ་བི་རྗེ་ཕྲུག་གི་བདག་ཅིག་བདེན་གི་རེད་ཟེར་ན་དེ་གོ་རྒྱུ་མིན་གི་ཆགས་འགྲོ་རེད། དཔེར་ན་ཚེ་ཆེན་གི་བཙུན་པའི་ང་ཚོ་དེ་སློབ་དཔོན་ཀརྨ་ལགས་ཞིག་གི་ཚེ་ཆེན་གི་འགྲེལ་པ་དེ་གི་བརྩིས་པའི་རྒྱ་གཞུང་མང་པོ་ཅིག་ནང་ལ་ལྟ་ཅི་རུང་ཅན་གི་བདག་ཟེར་ནས་ཐོན་གི་ཡོད་དེ་ཨ་ནི་བདག་དེ་རོ་ཆ་ཐེ་བི་རྗེ་ཕྲུག་གི་བདག་རེད། ང་ཚོ་ནོར་འབིག་གིས་རོ་ཆ་ཐེ་བི་རྗེ་ཕྲུག་གི་བདག་ཁོ་རང་འཛག་གི་རེད།

པའི་གར་སོགས་རེད་འགྲེལ་བཤད་པས་དེ་ཟ་ཤོས་དེ་དེ་རེད། ཁོང་གིས་བེད་སྤྱི་དང་དེ་ལྟ་ཅི་རུང། ནང་པའི། ལྟ་ཅི་རུང་ཅན་གྱི་བདག་ཟེར་དེ་ལྟ་ཅི་རུང་ཅན་གྱི་བདག་ཟེར་དེ། ནང་པའི་བདག་ཏུ་གྲུབ་པ་དེ་མ་གཏོགས་ཁས་འཛིན་གི་མ་རོགས། ཕྱི་རོལ་པའི་ལྟ་ཅི་རུང་ཅན་གྱི་བདག་འཛིན་གི་རེད་ཟེར་ནས་གསུངས་དེ་བཀའ་ལོ། དེ་གསུངས་པ་དེ་ཆེད་སྤྱི་ལ་སྦྱར་ནས། དེ་རེད་ད་ལྟ། སློབ་པའི་སྐར་མ་ལ་ཤི་ལིའི་བུ་གའི་ཚེ་ཆེན་ནང་ལོ། སྲིན་པོ་དེ་ཆེ་ཆི་རེད་ཟེར་ནི་གསལ་བོ་ཡོད་མ་རེད་ད། ཡིན་ན་ཚེའི་བེ་ཅི་དེ་ནི་གར་བཏང་ཡོད་རེད་ཟེར་ན་ལྟ་ཅི་རུང་རྐྱེན་གྱིས་བདག་ཟེར་ནི་བེ་ཅི་དེ་བེ་ཅི་བཏང་ཡོད་ན་མ་གཏོགས་སྲིན་དེ་ཆེ་ཆི་རེད་ཟེར་ལབ་ཚར་ན་དེ་ནི་ད་གསལ་བོ་ཞིག་ཏུ་ཆགས་ཚར་རེད་ཁོ་ལོ་ཁ་ཡིན་པ་དེ་ཕ་ཤེད་རྒྱག་ཆུང་ནི་གསལ་བོ་ཡོད་ཟེར་འགྲིག་ར། ཡིན་ན་ཁོ་རང་བེ་ཅི་བཏང་འདི་ལྟ་ཅི་རུང་རྐྱེན་གྱིས་བདག་ཟེར་ཐ་སྙད་དེ་ཁོ་རང་གི་བེ་ཅི་ཤུགས་ཆེན་པོ་མང་བོ་བཏོན་ཡོད་རེད་རྒྱག་ཆུང་གཞན་མ་ནང་ཡོད་ར།

ལྟ་ཅི་རུང་ཅན་གྱི་ཆད་པ་བརྒྱ་ནི་འཛིན་གོ་ར། ལྟ་ཅི་རུང་ཅན་གྱི་ཆད་པ་བརྒྱ་ནི་འཛིན་ཡ་དེ་ཕལ་ཤེས་ཤེས་རོགས་པ་ཡོད་ཚུལ་གཅེས་པ་ཡིན་ཟེར། ཡིན་ན་ཡང་ད་ད་དུང་ཆད་པ་དེའི་སྐོར་རྩ་ཡང་དེའི་ཁ་ཚུགས་མི་འདྲ་བ་མང་དུ་བ། ཆེ་ཆེ་ལྔ་དང་ཆེ་ཆེ་བརྒྱད་དང། གཉིས་ཆེ་ཆེ་དགུ་ཟེར་ཡང་མི་འདྲ་བ་ཡོད་རེད་ད་དེ་ཚོ་ང་ཚོ་ཆེ་ཆེ་རེ་རེར་འབྲེལ་རྒྱག་མི་གོ་བ་བྱས། ད་འོ་ན་ད་འདི་ཁོ་རང་གསུང་གི་ལྟ་ཅི་རུང་ཅན་གྱི་གདངས་ཚིག་ཟེར་ཡ་གི། ལྟ་བ་ཟེར་དེ་ག་ལ་སོང་ལྟ་དེ་གཉིས་ལྗིད་པོ་ཡོད་རེད་ད་ཡག་པོ་ཡོད་རེད་ད། ལྟ་བ་ཟེར་དེ་ཡང་ང་ཚོ་ལྟ་བདེ་པོ་བྱས་ནས་ཧ་ནི་ག་ལ་ཟེར་ནང་བཞིན་ཨོ་མི་ལྟ་བའི་ལོ་ཤུགས་ཀྱི་ལྟ་བ་དེ་རེད་ད་དེ་རང་མ་རེད། ཁོ་རང་གསུང་གི་འབྲེལ་ཤེས་གཞན་པ་རྒྱག་གོ་རེ་ཟེར། ད་འབྱུང་འཕེལ་མ་གཏོགས་པའི་ད་ཕྱི་རོལ་པ་སྡེ་ཞིག་གིས་ཅང་ང་ཞིག་ཁས་ལེན་གི་ར། ཅང་ང་ཞིག་ཁས་ལེན་གི་ཡོད་དེ་ག་ད་ཁོང་ཚོ་རྟག་པ་ཟེར་ནས་ཡོད་བྱ་བར་ད། དཔེར་ན། ང་འདྲ་བོ་བྱས་ན། ངེད་ཀྱིས་ཚེ་རང་སྔ་མའི་གི་བདག་དེ་དུ་ཚེ་འདིའི་གི་བདག་དུ་ཅང་ཕྱི་མའི་བདག་གསང་པོ་དེ་གཅིག་རེད་ཟེར་བ་གཅིག་གཅིག་གཅིག། དེ་འདྲིས་པ་རེད་ཟེར་བ་རེད་ད་ཚེ་རང་སྔ་མའི་བདག་ཚེ་འདིའི་གི་བདག་དེ་ཚེ་རང་སྔ་མའི་བདག་ད་ག་རང་རེད། ཚེ་འདི་ཚེ་འདི་གི་བདག་དེ་ཚེ་རབས་ཕྱི་མའི་བདག་དེ་བ་དག་རང་རེད་ཀོ། ནང་གི་བདག་དེ་ལ་འཇལ་བ་ཙམ་ལས་འགྲོ་ཡོད་མ་རེད་ཀོ། ཟེར་དུས་ང་ཚོ་དེ་འཇིགས་པ། ང་ཚོ་ནོར་འདི་ཤེས་དོན་ནང་བཞིན་བྱས་པ་ཡིན་ན། ཚེ་འདི་གི་བདག་དེ་ཚེ་རང་སྔ་མའི་བདག་དེ་གི་མ་རྒྱུན་ཕྱི་མ་དེར་བ། འཇལ་བ་འགྲོ་ནས་མ་རྒྱུན་ཕྱི་མ་དེ་ཆགས་དུས་བ་རེད་མ་གཏོགས། ཚེ་རང་སྔ་མའི་བདག་དག་རང་ཚེ་རང་སྔ་མ་ལྷ་ཡིན་ན། དེ་ལྷ་ཡི་བདག་དག་རང་ཚེ་འདི་གི་བདག་དེ་ལྷ་ཡི་བདག་དེ་རེད་བས་ཟེར་ནས་མ་རེད་ཟེར་གི་རེད་བ།

དེ་འདྲའི་ས་ཁོ་ཚོ་གི་དུས་འཇིག་པ་རེད་དུས་འཇིག་པ། དུས་འཇིག་པ་ཟེར་དུས་གཉིས་མི་བདག་དག་རང་ཚེ་འདི་གི་བདག་རེད་དུས་གཉིས་མི་བདག་དེ་དག་རང་ཚེ་འདི་གི་དུས་ལས་ཡོལ་བ་རེད། ཚེ་འདི་གི་བདག་དེ་དག་རང་ཚེ་ཕྱི་མའི་དུས་ལས་ཡོལ་བ་རེད། ཚེ་ཕྱི་མའི་བདག་དེའོ་ཚེ་འདི་གི་དུས་ལས་ཡོལ་བ་རེད། དེ་འདྲའི་ས་ནི་བདག་གི་ཁྱེད་ཁྱེད་ཀྱི་མཇུག་ཏུ་སྐྱེ་འགྲོ་མ་སྐྱེས་པ་རེད། ཡིན་ན་ཆད་པ་དེ་ག་རེ་ཡོད་ཟེར་ན་ཨེ་ཆད་པ་དེ་ག་རེ་ཟེར་ན་ཕུང་པོ་འཇལ་བར་འགྲོ་དུས།

འདི་དག་དེ་ནང་པའི་རྟགས་དང་བཅས་པ་ཡིན་ན་དེ་འདྲི་བ་ལ་དགོས་དེར་བ། དེ་འདྲི་དེ་རེད་ག་རེ་ཟེར་ན་ཚེ་འདི་གི་བདག་དེ་ཚེ་སྔ་མའི་བདག་དག་རང་རེད་ཟེར་ན་དེ་སྲིད་འདྲི་དེ་ཡོར་བ། ཚེ་སྔ་མའི་བདག་དེ་ཚེ་སྔ་མའི་དུས་སུ་ཡོར་ཚེ་འདི་ལ་ཡོང་མར་བ། ཚེ་འདི་གི་བདག་དེ་ཚེ་ཕྱི་མའི་དུས་སུ་མེད་དེ། ནང་པའི་རྟགས་དང་བཅས་པ་ཡིན་ན་ཁོང་ཚོ་གི་དུས་སྲིད་འདྲི་འདུག་ཟེར་ཁྱོད་རང་གི་སྔ་མའི་དུས་ལ་ཡོད་དེ་ངས་ད་འདི་དུས་ལ་ཡོད་ལབ་དེ་གི་འདུག་ད་འདི་དུས་ལ་ཡོད་དེ་ངས་འདི་ཕྱི་མའི་དུས་ལ་ཡོད་ལབ་པ་ཡིན་ན་དེ་སྲིད་སུ་དེ་འདྲི་ས་འདུག་ཟེར་དེ་ནང་པའི་ཕ་རྟགས་དང་དེ་རུ་དག་ཁོ་རང་སུ་གི་བྱས་ན་དེ་འདྲི་ལ་སྤྱོད་མ་དེ་དག་རང་རེད་ཟེར། ད་ཁྱོད་དེ་འདྲའི་སྲིད་ཀྱི་མ་རེད་ད་དེ་འདྲའི་ཡིན་ན་ནི་ཚེ་འདི་ལ་ལྷ་ཡོད་རེད་བས་དེ་འདྲའི་ཡོད་སྲིད་ཀྱི་མ་རེད་ད། དེ་ཡོད་སྲིད་ཀྱི་མ་རེད་ཀར་ལྷ་ཡི་བདག་དེ་ཡོད་སྲིད་དགོ་རེད་བ། ལྷ་ཡོད་མ་རེད་ལྷ་ཡོད་ན་ཀར་ཡོད་དགོ་རེད་ལྷ་ཡི་ཕུན་པོ་ཁི་ནི་ཡོད་དགོ་རེད་བ་དེ་མི་འདུག་བ། དེ་དང་པོ་དེ་བྱེད་རེད་བ། ད་འདི་གི་དེ་ནི་ཇོ་འཕེལ་ལ་རིན་ཆེན་བཏང་ཤི་ས་རེད་བས་ཤི་ས་རེད་བ། ད་ཇོ་འཕེལ་གྱི་སྐྱེ་བ་སྔ་ཕྱི་ཁས་ལེན་གི་མ་རེད་དེ་ཡིན་ན་ཡང། ང་ཚོ་བྱིས་པ་གཞན་ནི་དྭངས་མ་ད་ཡོད་རྒན་པ་ལ་སྦྱར་ན་ཅི་དགོ་གཅིག་པ་རེད། ང་ཚོ་ད་ལྟ་དྭངས་མ་ད་ཡ་ལོ་སེ་ཡ་ཀླད་དེ་ངས་དྭངས་མ་འདྲ་བོ་གཅིག་རེད་སོང་ན་ད་འདི་ག་ལོ་དང་མི་རྟག་དེ་དང་བྱིས་པའི་རྟགས་གཉིས་པོ་དེ་གཅིག་རེད་ཟེར་གོ། བྱིས་པའི་རྟགས་དང་རྒན་པའི་རྟགས་གཉིས་པོ་ད་ངས་ནི་གཅིག་རེད་ཟེར་གོ། ཁོས་ཀྱང་སྔ་ཕྱི་ལ་རྒྱག་གི་མ་རེད་དེ། ཚེ་འདི་གི་རྗེས་སུ་ད་ལྟ་རྩིས་པའི་གནས་ཀ་ང་ཡོད་རེད་བ། དེ་རུ་རྒྱག་ན་འཇུག་གོ། དེ་གོ་དང་དེ་གོ་དང་ངས་ག་རེ་ལ་ཡོད་དེ་ག་རེ་ཟེར་ན། ཨ་ནི། དཔེར་ན་ངའི་རྗེས་ལ་ཡོད་པའི་རྟགས་དེ་བྱིས་པའི་དེ་གི་རྟགས་ད་ག་རང་རེད་ཟེར་གོ།

ཁ་ནི་ལ་ཡ་སྟེ་མ་ཆགས་པའི་ཆ་མེད་པའི་ཆ་ནས་ཡོངས་སུ་རྫོགས་པ་ལ་ཆགས་དགོས་རེད། འདི་ལ་ཆགས་ཀ་རེད་འདི་ལ་ཆགས་ཀ་མ་རེད་ཟེར་གི་ཆ་ཤས་ཡོད་མ་རེད་ཆ་མེད་ཟེར་ཏེ་ཁོ་འདི་ལ་ཆགས་ཀ་རེད་ད། འདི་ལ་ཆགས་ཀ་མ་རེད་ཟེར་ན་ཆ་མེད་རེད་གོ་མ་རེད་ཆ་དང་བཅས་པ་རེད་མ་ཆགས་ཟེར་གྱི་འདུག་ཟེར་གོ། ད་འདི་ལ་ཆགས་ཀ་རེད་འདི་ལ་ཆགས་ཀ་མ་རེད་ཟེར་དེ་འདྲའི་དབྱེ་བ་ཕྱེད་ཀྱི་མེད་ངེས་དེ་ལ་ཆ་མེད་ཟེར། ད་དཔེར་ན་གྲོང་ཁྱེར་དུ་ཞི་རགས་པའི་གི་ཆ་མེད་ཟེར་ཏེ་གང་ཅི་ཆགས་པ་རེད་ད་ད་གི་དེ་ལས་ཟེར་ད་གི་ཧ་གོ་ཟེར་བ་དཔེར་ན་བདག་ཆེ་བ་རོ་བ་ཁྱོད་སུས་ད་ཁ་འགྲོ་བོ། ངེད་གཅིག་གི་བདག་དེ་འདི་བདག་དེ་རོ་ངེད་གཅིག་གི་བདག་དེ་ཆ་མེད་རེད། སྐྱིད་པོ་རེད་སྐྱིད་པོ་ཡིན་པ་དེ་ཆ་མེད་རེད། ཆ་མེད་ཡིན་པ་ག་རེ་ཟེར་ན་ངེད་གཅིག་གི་བདག་འདི་གི་འདི་ནི་ཡང་ཚེ་སྔ་ཤི་སྔ་མ་ཡོད་རྫོགས་ལ་ཡང་ཆ་དེ་རེད། འདི་གི་ཚེ་ཕྱི་མ་ཡོད་རྫོགས་ལ་མ་ངེད་གཅིག་གི་བདག་དེ་གི་ཆ་དེ་རེད་ད། དེ་འདྲ་ཡིན་ཙང་ངེད་གཅིག་གི་བདག་དེ་ང་རང་གི་གི་ཚེ་སྔ་ཤི་ཡོངས་སུ་རྫོགས་པ་ལ་ངེད་གཅིག་གི་བདག་དེ་གི་ཆ་དེ་རེད། ང་ཚོ་ནོར་མི་དེ་ཆ་ཟིག་གི་མ་རོ། ངེད་གཅིག་གི་བདག་དེ་ཚེ་འདི་ལ་ཆ་ག་རེ་མ་གཏོགས་ཚེ་ཕྱི་མ་དེ་དེ་རྒྱུན་ཕྱི་མ་རེ་གཞན་པ་ཕྱིར་བ། ཉིན་གཅིག་གི་བདག་དེ་གིས་རིག་པ་ཅན་པ་མ་གཏོགས་པའི་གྲི་མཐའ་དེ་གས་ཏེ་ཉིན་གཅིག་གི་བདག་དེ་གིས་ཚེ་སྔ་མ་ཡུལ་ཚོ་ལ་ཆགས་ཏེ་ཆགས་ཏེ་དེ་ཉིན་གཅིག་གི་བདག་དེ་ཚེ་སྔ་མ་ལ་ཡོར་བས་ཡོར་རེ་དེ་སྔ་མ་ལ་ཡོར་བས་ཡོར་རེ་དེ་སྔ་མ་ལ་ཡོར་བས་ཡོར་རེས་དེ་དང་གི་ལ་སོ་སོའང། ལྷ། ཚེ་སྔ་མ་ལྷ་ཡི་བདག་དེ་འདི་འདི་ལ་མང་དུ་བ། རེ་བ། འདིའི་བདག་དེ་ཕྱི་མ་ལ་མང་དུ་བ་ཅི་བ་རེ་རུ་གཅིག་གི་བདག་དེ་ཚེ་སྔ་ཞིག་འདི་ནི་ཡང། སྐྱེ་བ་ཚེ་རགས་ག་ཟེ་ནི་ཡུལ་ཚོ་ཚོ་བ་ལ་ཡང་ཆགས་འདིར་ཡོར་རེ་ད། ཉིན་གཅིག་གི་བདག་དེ་འདི་ནི་མ་ཚེ་ཕྱི་མ་ག་ཟེ་ནི་དེ་ལ་ཆགས་འདི་རེ་དེ་འདྲ་ཡི་རྩ་ནི།

ད་དེ་འདྲའི་སྤྱི་ཏི། དེ་འདྲའི་སྤྱི་ཏི་བཀའ་ལོ། དེ་དང་གི་དེ་དུ་འབྲེལ་བ་འདུག་ཨ། འབྲེལ་བའང་འདུག། དང་གི་རྟག་པ་རེད་ཟེར་དུས་དེ་རེད་འདུག་ཨ། རྟག་པ་ཡིན་པའི་སྦྱིན་སྲེག་ཅིག་ཆ་མེད་སྒྲོལ་དགོས་ར་ཁོ། རྟག་པ་ར་དེ། ཁོ། འཇལ་ཡོད་མ་རེད། ཚེ་རང་ང་མི་རྟག་དེ་ཚེ་འདི་ལ་ཡོད་རེད། ཚེ་འདི་གི་རྟག་དེ་ཚེ་ཕྱི་མ་ལ་ཡོད་རེད་དེ་འཇལ་བ་འདྲ་ཡོད་མ་རེད་ད་ག་རང་རེད་ཟེར་དུས་ད་ཆགས་དགོས་ར་དེ་འཇིགས་སྐུལ་དེ་ལ། ཨོ། ཚེ་ང་མི་རྟག་དེ་ཚེ་འདི་ལ་ཆགས་དུས་ཡོད་རེད། ཚེ་འདི་གི་རྟག་དེ་ཚེ་ཕྱི་མ་ལ་ཆགས་དུས་ཡོད་རེད། སྐྱེ་བ་ག་ཟེ་ཟེར་གྱུར་ན་ཚོགས་མ་ལ་ཆགས་དུས་ཡོད་རེད་སྐྱེ་བ་ག་ཟེ་ཟེར་ན་མང་ཆགས་དུས་དེ་ཁོ་ཆ་མེད་རེད་དཱ། ཆ་ཤས་ཤེས་ཀྱི་ཡོད་མ་རེད། སོ་སོ་དང་འབྲེལ་བ་ཡོད་པའི་བདག་ཡོད་རྫོགས་ལ། མ། འདི་ངོ་ལ་ཆག་སྒོ་མ་རེད་ཟེར་ཡ་གྱི་དོན་སོ་ན་རང་དང་འབྲེལ་བ་ཡོད་པའི་རི་དྭགས། རང་གི་ཚེ་སྔ་མ་ཚེ་འདི་ཚེ་ཕྱི་མ་ལ། མ་ཆག་ས་གི་མི་གཅིག་བྱུང་སོང་ན་ཆག་ཡོང་གི་རེད་མ་ཆག་པའི་ཆག། དེ་མེད་པ་ཡི་ཚེ་ཆག་མེད་རེད་ཟེར་གི་རེད། ད་ངས་ད་གིས་རིག་པ་སྐྱེས་པ་ལོག་ཁ་བཤགས་དགོས་ག་ཟེར་ན་རིག་པ་སྐྱེས། རིག་པ་སྐྱེས་པ་དེ་ལས་ཡ་མཚན་པ་ཡོད་རེད། གང་གིས་རིག་པ་ཅན་མ་གཏོགས་པའི་གཞན་པ་དེ་དེ་གི་སོ་སོ་གི་རྒྱུད་སྔ་ཕྱི་ལ་ཆགས་པ་མ་གཏོགས་གང་ཟག་གཞན་པ་ལ་ཆགས་ཟིག་མ་རོ། ད་རིག་པ་སྐྱེས་པ་ཡིན་ན་འཇིག་རྟེན་འདི་གི་ཐོག་ལ་བདག་ཡོད་ཚོད་ཅི་རེད་ཟེར་བ་རེད། ད་ཁྱོད་ཁྱོད་འདི་བཤད་ཁྱོད་འདི་བཤད་ག་རེ་རྒྱག་པ་རེད་ཟེར་ན་ནང་ཁ་ནང་ཞིག་རེད་ཟེར། བདག་ནོངས་ཁ་ཅི་རེ་བ། བདག་ནོངས་ཁ་ཅི་རེ་བ། འདི་ནི་ཡང་ཁུངས་པ་ཞིག་རྒྱག་བ་འདི་ཁུངས་པ་འདི་ནི་ཚུད་བསྡད་འཇུག་གི་ནོངས་རྩིས་པ་ཞིག་རྒྱག་སོང་ན་འདི་རྩིས་པ་འདི་ནི་ཚུད་བསྡད་འཇུག་གི་ནོངས་ཁ་དེ་དང་རྩིས་པ་རྒྱ་ལོག་ཕ་ཤོག་ལྷག་བསྡད་འཇུག་ནོངས་ཁ་གཉིས་པོ་དེ་གནད་འགག་ཐ་དད་རེད་བ། ཁོ་རྩིས་པ་རྩིས་པ་དེ་ག་ར་བ་དེ་བཅད་བཞག་ཡིག་ཚང་མ་བཏུང་ཤི་བཏུང་བྱས་པ་ཡིན་ན་བཏུང་བྱ་དེ་ཅི་རེད། དེ་ན་ཤིག་བདག་ཅི་རེད་ལ་རེད། བདག་ཅི། ཡིན་ན་ཡང་ང་ཚོ་ཕུན་པོ་བྲི་ཆག་གི་ཐོག་ནས་དཔེར་ན་ངེད་ཀྱིས་ལ་མི་ཡི་ཕུན་པོ་ཞེས་བྲི་བ་དེ་མི་ཡི་ཕུན་པོ་ནོར་ལུག་དེ་ལ་ཚུད་བསྡད་ངེས་དེ་ལ་མི་མི་ཆགས་སོང་བ་རེད། ལྷ་ཡི་ཕུན་པོ་ནོར་ལུག་དེ་ལ་ཚུད་བསྡད་ངེས་དེ་ལ་ལྷ་ཆགས་སོང་བ་རེད། གཉའ་ལག་གི་ཕུན་པོ་ནོར་ལུག་དེ་ལ་ཚུད་བསྡད་ངེས་དེ་ལ་གཉའ་ལག་ཆགས་སོང་བ་རེད་མ་གཏོགས་སྤྱིར་བཏང་བདག་ཚང་མ་གཅིག་རེད། བདག་ཁོ་ཚོ་གི་མིའི་གར་སྟངས་གནད་འགག་མཐའ་དེ་རེད། དེ་སྲིད་དེ་ངེད་གཅིག་གི་བདག་དེ་གི་ཁྱོད་རང་གི་བདག་ལ་ཆགས་བསྡད་པ་རེད།

ད། པན་ཆེན་རིན་པོ་ཆེ་ལ་སོགས་པ་དོལ་སོག་གིས་ག་རེ་གསུངས་དགོས་བ་རེད་ཟེར་ན། གལ་སྲིད་ཟེར། ལྟ་ཅི་རོང་བཅས་ཀྱི་ནང་ཚིག་གི་རོང་བཅས་དེ་བརྗིད་ཆེ་ལ་མ་ཐུག་པའི་རོང་བཅས་དེ་མ་ཡིན་པ་ཡིན་ནའང་ཟེར། ང་ཚོ་ཕུན་པོ་ལ་བསྟུན་མེད་ཀྱི་རོང་བཅས་དེ་གལ་སྲིད་ཡིན་པ་ཡིན་ན་ཟེར། གལ་སྲིད་ཡིན་པ་ཡིན་ན། ཨ་ནི་དེ་ལ། ལྟ་ཅི་རོང་ཅན་གྱི་བདག་ཟེར་ཁྱོད་ནི་ལ་ཅི་མ་འདུག་ཟེར་ག་རེ། ལྟ་ཅི་གི་བདག་ཟེར་ལ་གུག་འདུག་ཨ། ཁོ་ལྟ་ཅི་རོང་ཅན་གྱི་བདག་ཟེར་དེ་ག་ལ་ཁྱེད་ཀྱི་སེར་ཁ་འཇགས་ཡག་མི་འདུག་ཨ། ཁྱེད་ཀྱིས་སེམས་ནང་ནས། རང་དབང་དེ་སྐོར་ཁྱེད་ཀྱིས་རྒྱ་ས་ལ་ཆགས་འདུག་བ། རྟག་པར་དུ་སྐྱེས་བུ་ཅན་གྱི་བདག་ཟེར་དགོས་འདྲ་དེ་འདྲའི་ཐ་སྙད་ཅིག་མི་འདུག། རྟག་སྐྱེས་རང་ཅན་གྱི་བདག་ཟེར་ཡ་དེ་ད། རྗེ་བཙུན་ཁ་བ་ཆེན་པོའི་ལེགས་བཤད་དེའི་མངལ་ལ་རྒྱ་གཞུང་དོལ་ཚོགས་ཚང་མ་རྣམས་ལ་ག་རེ་བསམ་ན་རྟག་སྐྱེས་རང་ཅན་གྱི་བདག། རྟག་སྐྱེས་རང་ཅན་གྱི་བདག། དེ་འདྲས་བཤད་དེ་མ་གཏོགས། ད་གལ་སྲིད་རང་ཟེར་དེའི་སྐབས་ལ་ཕུན་པོ་ལ་བསྟུན་མེད་རང་དེ་ཡིན་ན་ནི་རྟག་སྐྱེས། རྟག་སྐྱེས་ཅན་གྱི་བདག་ཟེར་དགོས་འདུག་མ་གཏོགས་ཅིག་རྟག་སྐྱེས་རང་ཅན་གྱི་བདག་ཟེར་ལ་ཡ་དེ་མི་འདུག། ད། དཔེ་ཆའི་ད།

རྫས་ཡོད་ལ་ངེས་པར་དུ་འདི་བཞི་དགོས་རེད། དེ་ནས་དེ་དགོས་དུས་གལ། རིག་པའི་སྤྲུལ་པའི་རྫས་དུ་ཤེས་བྱ་གཉིས་སྤྱོད་པ་ཡིན་དུས་གལ། ད་ཤེས་བྱ་ལ་འདི་བཞི་འདི་མ་ཞིག་གི་ཆ་གཉིས་ཀ་ཡོད་རེད། ཨ་ནི་དོན་ཕྱིར་གཉིས་པའི་རྫས་ཡོད་སྲིད་དུས་གལ། དངོས་པོ་དུ་སྤྱོད་པ་རེད། སྤྱོད་པ་ཡིན་དུས་དངོས་པོ་སྣང་ལ་དེ་ནི་རྫས་ཡོད་ཡིན་མིན་གཉིས་ཡོད་རེད། དཔེར་ན་ཆ་ཤས་ནི་ང་ཚོ། ཅེས་འདས་མ་འདས་བཞི་གི་རིགས་ཡོངས་སུ་རྫོགས་པ་དེ་རྫས་ཡི་རིགས་ཀྱི་དོ། དེ་མ་རྟགས་ཡུལ་རིགས་ཀྱི་དོ། ནི་གཟུགས་ཅན་ལ་གར་སོགས་ཡང། རྫས་རྟགས་ཀྱི་ཕྱོགས་གཉིས་ཀྱི་ཆ་འདོ་བ། དེ་ཡི་དེ་རྩ་ནི་ངེས་པར་མི་འདོ་བ། ད་གཏན་མ་མི་འཇིག་པའི་རྫས་ཡས་སེ་ཡ་དེ་འདི་མ་ཞིག་ཅིག་དེར་རྟག་པ་དེ་རེད། ད་དེ་སོགས་ལ་དབྱེ་བ་སྟེ་འདི་སྒྲ་ཡི་རྗེས་ཀྱི་དབྱེ་བ་ཤེས་དགོས་པ་ག་རེ་ཟེར་ན། རྫོང་རྫོགས་ལ་ནོངས་པའི་བཀའ་དུ་སྟོད་གཅིག་གི་ནང་ལ། སྤྱི་དང་ཤེས་བྱ་ལ་དེ་ནི་རྫས་གྲུབ་སེ་ཡ་མིའི་རྟགས་ས་དང་འདྲེས་ཡོད་ར། ཡང། དངོས་པོ་ཡོད་རྫོགས་ལ་རྫས་ཡོད་རེད་སེ་ནི་མིའི་རྟགས་ས་དང་འདྲེས་དང། རྫོང་གཙོ་ལོ་རྟ་པང་ལ་ཡོང་དུས་ནས་རྫའི་རིགས་ནི་མིའི་རྟ་ས་ཐང་དུ་ཡོད་དུས་ག་ལ་དེའི་ཆ་ནས་ཁོ་དགྲ་ཡི་རྗེས་རི་བཅུག་ནས་ཏུ་སུ་ཀ་ཏའི་ནོར་བདུད་རིགས་ཀྱི་མིའི་རྟགས་ནི་བྱུང་ཡོད་རེད་བ། ཇོ་ཏིའི་དབྱེ་བ་ཕྱེ་བར་དངོས་གནས་ཀྱི་རྫའི་རིགས་དུ་ཐང་བ་གཅིག་པ་རེད་ད་ཟླུམ་པོ་གསུམ་འདྲི་ཤེས་རིགས་དེ་རེད། དེ་རེད་ད་ཁོ་དགྲ་ཡི་རྗེས་རི་ཀུན་ནས་ཕྱེ་དགོས་ག་ས་ནི་མིའི་རྟགས་ས་ཐང་འདྲེས་ཀ་ཏའི་ནོར་ཡོད་རེད་བ། ད་ལྟའི་དབྱེ་བ་དེ་དབྱེ་བ་བཞི་སྟེ་ག་ག་སར་ཕྱེ་བའི་དཔེ་ཆ་མང་པོ་འདི་ལ་ཡོད་རེད། འོ་ཙི་ཧོ་ཤོ་ཡི་ཇུ་བྷ། འོ་ཤོ་ཧྲི་བྷ།